ལུས་རྗེས་སུམ་ཅུ་སོ་དགུ་པ་ཡི་ལེའུ་གཉིས་པ། གདུང་འདྲེ་འཛིན་པའི་བྱེད་པ་བྱས་ནས་གདུང་འདྲེ་བསྐྲད་པའི་སྐོར་ལུས་རྗེས་དེ་ལྟ་གི་ཡིན། ཁོ་ཚོའི་རི་བོ་ནས་མ་བོས་པ་དང་མི་ཚོགས་མང་པོ་ཞིག་བླ་མ་རྣམས་ཀྱི་མཐའ་སྐོར་ལ་འཛོགས་ཡོད་པ་དང་འཁྲུངས་ལ་མཁས་པ་རྣམས་ཀྱིས་བླ་མ་དང་མཉམ་དུ་ཁ་རྩེད་རྒྱུགས་བཞིན་ཡོད་པ་ཁོ་ཚོས་མཐོང་བ་རེད། དེ་ནས་མི་ཚོགས་ཐམས་ཅད་ཀྱིས་ཡེ་ཤུ་མཐོང་མ་ཐག་ཏུ་ཚང་མ་ངོ་ཚ་སྐྱེས་ནས་ཁོང་གི་དྲུང་དུ་ཁུངས་འགྱེད་པ་རེད། ཡེ་ཤུས་མི་དེ་རྣམས་ལ་ཁྱོད་ཚོ་ག་རེ་ཡི་སྐོར་ཁ་རྩོད་བྱེད་ཀྱི་ཡོད་ཞེས་སྐད་ཆ་དྲིས་པ་རེད། མི་ཚོགས་ཀྱི་ནས་མི་ཞིག་གིས་རྒན་ལགས། ངས་ང་ཡི་སྤུ་ཁྱེད་ཀྱི་རྩར་འཁྲིད་ཡོང་བ་ཡིན། སྤུ་དེ་ནས་གདོན་འདྲེ་སྲིང་གཉིས་ཀྱིས་དབང་འབྱོར་བྱས་ནས་སྐད་ཆ་བཤད་ཐུབ་ཀྱི་མི་འདུག། བདུད་འདྲེ་གྱི་བཀའ་དེ་ཁོང་མཛད་དུས་ཁོང་ས་ལ་འགྱེལ་ཞིང་ཁ་ནས་ཨོ་བ་འཐེན་ཏེ་སོ་ཁྲེག་ཁྲེག་ཅེས་བཟོ་བོ་ཁྲེལ་བུ་བྱ་གི་འདུག་ངས་ཁྱེད་ཀྱི་ལྷག་མ་རྣམས་ལ་བདུད་འདྲེ་དེས་ཕྱི་ལ་སྤྲད་རོགས་ཞེས་ཞུས་ཀྱང་ཁོ་ཚོས་སྤྲད་ཐུབ་གི་མི་འདུག་ཞེས་བཤད་པ་རེད། དེ་ནས་ཡེ་ཤུ་ཡིས། དད་པ་མི་བགྱི་བའི་མི་རབས་ཁྱི་ཚོས། ང་ག་དུས་བར་དུ་ཁྱོད་ཚོ་དང་མཉམ་དུ་བསྡད་ནས་ཟས་གོན་བྱེད་དགོས་སམ། བུ་དེས་ང་ཡི་མདུན་དུ་ཁྲིད་ཤོག་ཅེས་བཀའ་གནང་བ་རེད། མི་རྣམས་ཀྱིས་བུ་དེས་ཁོང་གི་དྲུང་དུ་ཁྲིད་ཡོང། གདུང་རིགས་དེས་ཡེ་ཤུ་མཐོང་མ་ཐག་ཏུ། དྲག་པོ་དཀྲུགས་ཏེ་བུ་དེ་ས་ལ་འགྱེལ་བ་དང་གདུགས་དྲེག་བགྱིས་ཏེ་ཁ་ནས་དབུ་བ་འཐེན་པ་རེད། དེ་ནས་ཡེ་ཤུ་ཡིས་བུ་ཡི་ཨ་ཕ་ལ། ག་དུས་བར་དུ་དེ་ལྟར་འབྱོར་བ་ཡིན་ནམ། ཞེས་དྲིས་པ་དང་ཁོང་གིས་ལན་དུ་ཁྱོད་དེ་ནས་དེ་ལྟར་འབྱོར་བ་རེད། གདུང་རིགས་ཡིས་ཁོང་སེལ་བའི་ཆེད་དུ་ཐེངས་མང་པོ་མི་དང་ཆུ་ཡི་ནང་དུ་གཡུག་མྱུལ་ཡོད། སྐུ་ཚེ་ཁྱེད་ཀྱིས་ང་ལ་རོགས་པ་ཞིག་བྱེད་ཐུབ་པ་ཡིན་ན་ང་ཚོ་ལ་སྙིང་གཞི་གནང་རོགས་ཞེས་ཤོད་པ་རེད། ཡེ་ཤུ་ཡིས་གསུངས་པ། ཁྱེད་ཀྱི་རོགས་པ་ཅིའི་ཐུགས་ན་ཞིག་ཟེར་ཡོད། ངས་ཁྱེད་ལ་ལོག་དགོས། མི་སུ་ཞིག་གིས་དད་པ་བྱེད་ན་བྱ་བ་ཐམས་ཅད་ཡོང་སྲིད་གི་རེད་ཞེས་གསུངས་པ་རེད། དེ་མ་ཐག་ཏུ་ཨ་ཕ་ཡིས་སྐད་ཤུགས་ཆེན་པོས་ངས་ཁྱེད་ལ་དད་པ་བྱེད་ཀྱི་ཡོད། ཁྱེད་ཀྱིས་ང་གཏན་མེད་ལ་སྤྱོད་གནང་རོགས་ཞེས་ཤོད་པ་རེད། ཡེ་ཤུ་ཡིས་མི་ཚོགས་རྣམས་སུ་རྒྱུད་ཡོང་བ་བཟོས་པ་དང་ཁོང་གིས་གདུང་འདྲེ་མི་བཙོང་བ་དེ་ལ་འོན་ཞེས་བཀུར་པ། གདུང་འདྲེ་ཆེས་མེད་དེའི་ལུས་ནས་ཕྱི་ལ་འཐེན་ཏེ་ཡང་བསྐྱར་ནང་ལ་ཡོང་ཆོག་གི་མེད་ཞེས་བཀའ་གནང་བ་རེད། གདུང་འདྲེ་དེས་རྐྱེན་ངན་ཆེན་པོ་ཕྱོགས་ནས་སྤུ་དེ་སྤྲུག་སྤྲུག་བཏང་ནས་ཕྱི་ལ་འཐེན་ཡོང་བ་རེད། པོ་ཏིས་རུ་ལྟར་འབྱོར་བ་དང་ས་མིང་མང་ཆེ་བ་ཡི་ཁུ་བོ་ཤི་སོང་ཞེས་ཟེར་བ་རེད། འོད་ཀྱང་གཙོ་བོ་ཡེ་ཤུ་ཡིས་པོ་ཏིའི་ལག་པ་ཟས་ནས་ཡར་བསྐྱོར་བར་དང་ཁོང་ཡར་ལངས་བ་རེད། དེ་ནས་ཡེ་ཤུ་དང་སློབ་མ་རྣམས་ཁང་པ་ནང་དུ་འགྲོ་བ་དང་སློབ་མ་རྣམས་ཀྱིས་དྲིས་པ། ང་ཚོ་ཡིས་ག་རེ་བྱས་ནས་གདུང་འདྲེ་ཁྱི་ལ་སྤྲད་ཐུབ་གི་མེད་ནམ་ཞེས་སྐད་ཆ་དྲིས་པ་རེད། ཡེ་ཤུ་ཡིས་ལན་དུ། གདུང་འདྲེ་ཁྱི་ལ་སྤེལ་བའི་བྱ་བ་དེ་ཉིད་རྨི་ལམ་ཤི་བའི་རྗེས་ནས་སྐྱེས་བུ་ཡང་སྲེག་གི་རེད་ཞེས་གསུངས་སོ། དེ་ནས་སྐུ་ཚོགས་ས་ཆ་དེ་ནས་ཕྱིན་ཏེ་གཱ་ལེ་ཡའི་རྗེས་ནས་ཕེབས་པ་དང། ཡེ་ཤུ་ཡིས་མི་གཞན་སུ་གཅིག་གིས་ཁོ་ཚོ་གང་དུ་ཡོད་པ་དེ་ཤིན་ཏུ་སྐྱོང་འདོད་མེད་པ་རེད། གང་ཡིན་ཟེར་ན་ཁོང་གིས་སློབ་མ་རྣམས་ལ་སློབ་ཁྲིད་བྱེད་དགོས་ཀྱི་ཡོད། ཁོང་གིས་སློབ་མ་རྣམས་ལ་གསུངས་པ། མི་ཡི་བུ་ནི་མི་རྣམས་ཀྱི་ལག་ཏུ་རྩིས་སྤྲད་ཀྱི་རེད། དེ་ནས་མི་རྣམས་ཀྱིས་ཁོང་བསད་པ་དང། ཉི་མ་གསུམ་གྱི་རྗེས་སུ་ཁོང་སླར་ཡང་སྲིན་བུ་བྱང་གི་རེད་ཞེས་གསུངས་པ་རེད། འོད་ཀྱང་སློབ་མ་རྣམས་ཀྱིས་གདན་དེ་ག་རེ་ཡིན་པ་ཧ་གོ་མེད་པ་རེད། ཁོང་ལ་སྐད་ཆ་དྲིས་ཡོང་ཞེས་ནོ་བྱས་པ་རེད།